བོད་ཀྱི་རོ་མི་ཕྱི་མར་བཅོས་པའི་སྒྲ་སྙན་གྱི་རིག་གནས་སྒྱུ་རྩལ་ལ་རྒྱུས་མངའ་ཞིག་སློང་ན། ཐེངས་འདིའི་མཁན་སྤྲུལ་སྒྲོལ་མའི་ལེ་ཚན་དུ་བོད་ཀྱི་ལོ་རྒྱུས་འབུམ་རམས་པ་ལས་ཤོར་སྒྲ་སྙན་རིག་གནས་ཉམས་ཞིབ་པ་དགེ་རྒན་བཀྲ་ཤིས་ཟླ་བ་ལགས་ཀྱིས་སྒྲ་སྙན་ཐོག་མར་ཇི་ལྟར་བྱུང་བའི་སྐོར་ལ་མཁྱེན་སྤྲོད་གནང་རྒྱུ་ཡིན་པས་སྐུ་ཉིད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ།
བརྙན་ཐུང་བདུན་གྱི་སྲིན་མོ་བ་ལྷན་གྱི་ཁམས་བཟང། གཤམ་ལ་ངས་དྲ་བརྙན་གྱི་བྱུང་ཚུལ་དང་དེའི་དཀྲོལ་གཏོང་གི་རྩལ་རེ་རེའི་ཆེད་ནས་མདོར་བསྡུས་ཀྱིས་མ་ངོ་སྤྲོད་ཞུ་གི་ཡིན། ད་དྲ་བརྙན་འདི་ཐོག་མར་ག་རེད་ཟེར་ན་མཚོན་ཆ་མདའ་གཞུ་ལས་བྱུང་བ་རེད། མདའ་གཞུ་དེ་ཐོག་མར་ག་ནས་ཐོན་པ་རེད་པས་ཟེར་ན། གནའ་རྫས་ཀྱི་རྟོག་ཞིབ་བྱས་ཡོང་དུས་རྫ་ནས་ཆབ་མདོའི་ཁ་རུག་གི་གནའ་གཞུའི་ནང་ནས་ཐོན་པ་རེད། ཆབ་མདོའི་ཁ་རུག་གི་གནའ་གཞུ་དེ་ལས་ལོ་ག་ཚོད་རྩའི་ལོ་རྒྱུས་ཡོད་རེད་ཟེར་ན་ལོ་ངོ་བཞི་སྟོང་ཡན་གྱི་ལོ་རྒྱུས་ཡོད་རེད། ད་འོ་ན་ལོ་ངོ་བཞི་སྟོང་ཡན་གྱི་ལོ་རྒྱུས་ཡོད་པའི་གནའ་ཤུལ་དེ་འདྲའི་རྗེས་ནས་མདའ་རྩེ་དེ་ཐོན་ཡོད་དུས་ཚར་ནས། མདའ་རྩེ་དེ་ཐོན་པའི་རྗེས་ལ་ག་རེ་སྒུག་ཡོད་རེད་ཟེར་ན་གྲབས་ཉལ་དེ་ཐོན་དགོས་ཡོད་རེད། ད་འོ་ན་གྲབས་ཉལ་དེ་བྱུང་སའི་ཡུལ་དེ་ག་བ་རེད་པས་ཟེར་ན། མཚོན་ཆ་མདའ་གཞུ་བྱུང་སའི་ཡུལ་དེ་རུ་ཡིན་དགོས་ཡས་ཆེ་ཆགས་བསྡད་ཡོད་རེད། ཆགས་ཡོད་དུས་ཚར་ནས། མཚོན་ཆ་མདའ་གཞུ་ཐོག་མར་བྱུང་ངའི་སྐོར་དེ་ལས་ཆུ་ཆུང་མཁས་པའི་དགའ་སྟོན་ནང་ལོགས་ལ་ག་འདྲས་གཟིགས་གསུངས་ཡོད་རེད་ཟེར་ན། དབང་རྩད་གཅོད་སྐབས་སུ། དང་པོ་གནོད་སྦྱིན་ནག་པོའི་དབང་བྱས་ཏེ་ཡུལ་གྱི་མིང་ལ། བཟང་ཡུལ་རྒྱལ་མེད། མཚོན་ཆ་མདའ་ཞུ་དེའི་དུས་སུ་དར་ཟེར་བྲིས་ཡོད་རེད། ད་དེ་འདྲས་སུ་བྲིས་ཡོད་དུས་ཚར་ནས། བྲམ་གཉན་གྱི་མིང་ཐོག་མར་པི་ཝང་ཟེར་ཡས་དེ་འོ་ན་ག་དུས་ནས་ཐོན་ཡོད་རེད་ཟེར་ན། པི་ཝང་ཟེར་མཁན་དེ། སྟོན་པ་གཤེན་རབ་མི་བོ་ཆེ་བྱོན་པའི་སྐབས་སུ། དེ་ནས། པི་ཝང་དཀྲོལ་གཏོང་བྱེད་པའི་རྣམ་པ་མང་པོ་ཅིག་མ་བྲིས་ཡོད་རེད། དཔེར་ན། མདོ་ཟེར་མིང་གི་ནང་ལོགས་ལ། ག་འདྲས་སུ་བྲིས་ཡོད་རེད་ཟེར་ན། སྟོན་པ་གཤེན་རབ་མི་བོ་ཆེ་བྱོན་པའི་སྐབས་སུ། ཕྱི་བློན་བཅུ་དྲུག་དང་ནང་བློན་བཅུ་དྲུག། དམག་མི་འབྱོར་ཚོགས་འབུམ་ཚོགས་མང་བོ། ལ་ལ་ནི། དུང་འབུད་དོ་ལ་ལ་ནི། ཤངས་དཀྲོལ་ལོ་ལ་ལ་ནི། པི་ཝང་དཀྲོལ་ལོ་ཟེར་ད་ག་རེད་ཟེར་ན། པི་ཝང། སྟོན་པ་གཤེན་རབ་མེ་འོ་ཆིའི་སྐབས་སུ་བྱུང་ཡོད་པ་དེ་འདྲས་ཅིག་ཤེས་ཡ་རེད། ད་འོ་ན་གཡུང་དྲུང་བོན་གྱི་སྟོན་པ་གཤེན་རབ་མེ་འོ་ཆིའི་དུས་ག་འདྲས་ཅིག་ལས་བྱུང་མིན་གྱི་སྐོར་ལ་ད་ལྟ་ཡོངས་ཁྱབ་ཏུ་ཐག་ཉེ་ཤོས་དེ་ག་རེད་ཟེར་ན་མཁས་དབང་ནམ་མཁའི་ནོར་བུའི་དགོངས་པ་ནང་བཞིན་བྱས་བྱས་ད་ནས་བརྩིས་པའི་ལོ་ངོ་སུམ་སྟོང་དགུ་བརྒྱའི་ཡར་སྔོན་ལ་ཡིན་དགོས་ཀྱི་ཡོད་རེད་ཟེར་གསུངས་ཡོད་རེད། ཡིན་དུས་ཚར་ནས། སྒྲ་སྙན་བྱུང་ཡས་ཀྱི་དུས་ཚོད་ངོ་མ་དེ་ག་དུས་ལ་ལྟས་ངན་ཚ་གི་ཡོད་རེད་པས་ཟེར་ན། ད་ནས་བརྩིས་པའི་ལོ་སུམ་སྟོང་དགུ་བརྒྱའི་ཡར་སྔོན་ལ་གྲབས་ཉེས་བྱུང་ཚར་ཡོད་པ་ལྟས་ངན་ཐུབ་གི་ཡོད་རེད། དེ་ནང་བཞིན་ག་རེད་ཟེར་ན་ཆོས་དུས་མི་འདྲ་བའི་ནང་ལོགས་ལ་ཡི་གྲབས་ཉེས་དེ་ག་འདྲས་སུ་བྱུང་མ་བྱུང་སྐོར་ལ་བཤད་ཚུལ་མང་པོ་བྱུང་ཡོད་རེད། གྲབས་ཉེས་དང་འབྲེལ་བ་ཡོད་པའི་མི་སྣ་གཙོ་བོ་དེ་འདྲའི་སོ་སོ་བྱུང་ཡོད་རེད་ཟེར་ན། ཆོས་བརྒྱུད་མི་འདྲ་བའི་ནང་ལ་གཙོ་བོ་དེ་ག་རེད་ཟེར་ན། ལྷ་མོ་དབྱངས་ཅན་མ་དང་ཆོས་དཔལ་ལྷ་མོ་རྒྱལ་ཆེན་ཡོད་འོ་གསུངས་དེ་ཚོ་ཐོན་ཡོང་གི་ཡོད་རེད། དེའི་ནང་ལོགས་ནས་ལྷ་མོ་དབྱངས་ཅན་མ་དེ་དམིགས་བསལ་ཚ་ཤོས་ཅིག་བྱས་རྗེས་ཆོས་བརྒྱུད་མི་འདྲ་བའི་ནང་ལོགས་ལ་དམིགས་བསལ་གྱི་གསུང་ཚུལ་མི་འདྲ་བ་མང་པོ་བྱས་ཡོད་རེད། གཡུང་དྲུང་བོན་གྱི་བཀའ་བསྟན་ནང་ལོགས་ལ་ག་འདྲས་གསུངས་ཡོད་རེད་ཟེར་ན། ཕྱི་ལྟར་ན། དབྱངས་ཅན་ཚངས་སྲས་ལྷ་མོ། ནང་ལྟར་ན། ཡུམ་ཆེན་ཟངས་ས་རིང་བཙུན་གསང་བ་ལྟར་ན། ལྷ་མོ་སྒྲ་དབྱངས་ཀྱི་རྒྱལ་མོ་སྲིད། དབྱངས་ཅན་ལྷ་མོའི་མཚན་གྱི་འབོད་ཚུལ་འདྲ་མི་འདྲ་ཁ་ཤས་ཤིག་གསུངས་ཡོད་རེད། དེ་དང་འབྲེལ་བ་བྱས་ཡོང་དུས་ཚར་ནས། རྒྱ་གར་གྱི་ཆོས་ལུགས་དང། ནང་ཆོས་ཀྱི་ནང་ལོགས་ལ་ཡང་དབྱངས་ཅན་ལྷ་མོའི་གསུང་ཚུལ་མི་འདྲ་བ་བྱུང་ཡོད་རེད། དེ་འདྲ་ཡིན་དུས་ཚར་ནས་དབྱངས་ཅན་ལྷ་མོའི་མཚན་དེ་དང། དབྱངས་ཅན་ལྷ་མོ་དང་རེག་བྱའི་གཏམ་རྒྱུད་དེ་ཚོ་འབྲེལ་བ་བྱས་ཡོང་དུས་ཚར་ནས། དེ་དང་འབྲེལ་བ་ཡོད་པའི་ནང་དོན་མང་པོ་ཅིག་ག་པར་ལེགས་ཡོད་རེད་ཟེར་ན་གངས་ཏི་སི་དང་མཚོ་མ་འཕང་གི་ལྟེ་བ་བྱས་པའི་ཡུལ་དེ་ལེགས་ཡོད་རེད། དེ་དང་ག་རེ་ཏག་ཏག་འདེགས་ཡོད་རེད་པས་ཟེར་ན། མདོ་དབུས་མཐོ་སྒང་ལ་མཚོན་ཆ་མདའ་གཞུ་ཐོག་མར་བྱུང་བའི་ཡུལ་གྱི་བཀོད་པ་དེ་ཚོ་སྤྱིའི་ཆ་ནས་ཏག་ཏག་བསྡད་ཡོད་རེད། ག་རེ་ཏག་ཏག་བསྡད་ཡོད་རེད་ཟེར་ན་ཡུམ་ཆེན་བཟང་ས་རིག་འཛིན་དང། བཟང་ཡུལ་རྒྱལ་མེད་ཟེར་མཁན་དེ་གཉིས་ཀྱི་མཚན་གྱི་མདུན་དེ་ཚོ་ཤིན་ཏུ་ནས་ཐག་ཉེ་བ་ཅིག་ཆགས་ཡོད་རེད་ཐག་ཉེ་བ་ཆགས་ཡོད་དུས་ཚ་ནས་ང་ཚོས་དེ་ཚོ་ལ་དམིགས་བསལ་གྱི་དོ་སྣང་བྱེད་དགོས་ཡས་ཅིག་བསྡད་ཡོད་རེད། ད་དེའི་ཐོག་ནས་ང་ཚོས་ག་རེ་རགས་ཙམ་གསལ་བཤད་བྱེད་ཐུབ་ཀྱི་ཡོད་རེད་ཟེར་ན། ཆོས་བརྒྱུད་མི་འདྲ་བའི་ནང་ལོགས་ལ་དགྲ་གཉེན་འཁྱེར་བའི་མི་སྣ་ཐོག་མ་དེ་ཚོ་ཐོན་ཡོང་དུས་ཚར་ནས་ཁོང་ཚོའི་ཁུངས་དེ་ག་བ་དེ་གོ་གི་ཡོད་མེད་དེ་ང་ཚོས་མདོར་བསྡུས་ཀྱིས་ཤེས་ཡོང་དུས་ཚར་ནས། ཕྱག་མཚན་དེ་བསྣམས་པའི་མི་སྣ་དེའི་ཁུངས་དེ་མདོ་དབུས་མཐོ་སྒང་ལ་གཏུགས་ཀྱི་ཡོད་ན། དེ་ནི་དགྲ་གཉེན་དེ། དུས་དེ་ཙམ་ལ་དུག་ཡུལ་དུ་གང་ནས་བྱུང་བ་དེ་ང་ཚོས་རགས་བསྡུས་ཀྱིས་ཤེས་ཐུབ་ཀྱི་རེད། དམངས་ཁྲོད་ངག་རྒྱུན་དང་ལོ་རྒྱུས་ཡིག་ཚང་ལ་ཁུངས་བཅོལ་ན། སྒྲ་སྙན་ནི་ད་ནས་བརྩིས་པའི་ལོ་ངོ་སུམ་སྟོང་དགུ་བརྒྱའི་ཡར་སྔས་ལ་བྱུང་ཡོད་པ་རེད། འོ་ན་ཏུའུ་ཧུང་གི་ཡིག་ཚང་དང་གནའ་རྫས་རྟོག་ཞིབ་ལ་ཁུངས་བཅོལ་ན། སྒྲ་སྙན་ནི་དུས་ནམ་ཞིག་ལ་བྱུང་ཡོད་རྒྱུ་རེད་ཟེར་ན།
མཐའ་འོ་ན་གྲམ་ཉེ་དངོས་སུ་པར་རིས་དང་ལྡན་པ་དངོས་སུ་གྲམ་ཉེ་གི་རྣམ་པ་དེ་འདྲའི་ཅི་ང་ཚོའི་མིག་གི་མདུན་རུ་མཐོང་ཡས་དེ་འདྲའི་ཅི་ག་རེའི་སྐབས་ལ་བྱུང་ཡ་རེད་ཟེར་ན་སྲུང་བཙན་སྒམ་པོའི་སྐབས་ལ་བྱུང་ཡ་རེད། དཔེར་ན་ལོ་རྒྱུས་ཀྱི་ཡིག་ཚང་ཁུངས་མ། ཏུན་ཧོང་གི་ཡིག་ཚང་ནང་ལོགས་ལ་ག་རེ་ཐོན་ཡོད་རེད་ཟེར་ན། སྲུང་བཙན་སྒམ་པོས་རོལ་མོ་དཀྲོལ་ནས་འབྲོང་གཡག་བསྡུས་པ་རེད་ཟེར་ཡས་ཆེ་འཁོད་ཡོད་རེད་དེ་འདྲ་ཡིན་དུས་ཚར་ནས་སུང་ཙན་སྒམ་པོས་རོལ་མོ་དཀྲོལ་ནས་འབྲོང་བསྡུས་བའི་སྐོར་དེ་འདྲ་ཆེ་འཁོད་ཡོད་དུས་ཚར་ནས་སྐབས་དེ་དུས་ཀྱི་རོལ་མོ་དཀྲོལ་བ་དེ་དཀྲོལ་བྱའི་རོལ་མོ་དེ་དགྲ་གཉེན་ཡིན་ན་མེད་ན་སྙམ་པ་ཡིན་ན་ང་ཚོས་བསམ་བློ་བཏང་ཡས་ཅིག་ཡོད་རེད་ག་རེ་ཡོད་རེད་ཟེར་ན་ཀོང་པོའི་ཡུལ་ལ་དགྲ་གཉེན་གྱི་མིང་ལ་རོལ་མོ་ཟེར་ད་ཀོང་པོའི་ཡུལ་སྐད་ཀྱི་ཤུགས་རྐྱེན་འོག་ལ་རེད་མ་ཟེར་ཡོད་རེད། དེས་མ་ཚད་ཁོ་གཟུགས་ཀྱི་ཆ་ནས་རེ་མ་ཟེ་ཡི་ལབ་ཀྱི་ཡོད་རེད། བྱས་ཙང། ང་ཚོས་དེ་ནས་ཚུར་རེག་བལྟས་བྱེད་ཐུབ་ཡས་ཅིག་ག་རེ་ཡོད་རེད་ཟེར་ན། སྲུང་བཙན་སྒམ་པོའི་རོལ་མོ་དཀྲོལ་ནས་གྲོང་བསྡུས་པའི་སྐོར་གསུང་ཡས་དེ། སྤྱིའི་ཆ་ནས་ག་རེ་ཟེར་ན་དྲ་ངན་ཡིན་པ་བསྟན་ངེས་ཡོད་རེད། སྐབས་དེ་དུས་ཀྱི་བོད་ཀྱི་རོལ་མོའི་ནང་ལོགས་ལ། དཀྲོལ་བའི་རོལ་མོ། སྤྱིར་ག་རེ་ཟེར་ན་དགྲ་གཉེན་འདི་གཙོ་བོ་རེད་མ་གཞི་གཞན་པ། སྤྱིའི་ཆ་ནས་ཤངས་དཀྲོལ་ལོ་ཟེར་བ་མ་གཏོགས་གཞན་པ་དཀྲོལ་བའི་སྐོར་དེ་ཉུང་ཉུང་རེད། ཧ་ལམ་ག་རེ་ཟེར་ན་དེང་སང་ངོས་འཛིན་བྱེད་རྒྱུ་ཡོད་པའི་ནང་ལོགས་ནས། སེམས་ཅན་སྒྲོག་དཀྲོལ་ཡས་ཀྱི་རོལ་མོ་དེ་འདྲའི་མེད་པ་ལྟ་བུ་ཅིག་ཆགས་བསྡད་ཡོད་རེད། དེ་ག་རེ་ཟེར་ན་ཏུན་ཧོང་གི་ཡིག་ཚང་ནས་ཐོན་པ་ཅིག་རེད། དེ་ནང་བཞིན་ག་རེ་ཟེར་ན་སྲུང་བཙན་སྒམ་པོའི་ཕྱག་གནོན། རྟ་མགོ་ཅན་གྱི་གེང་ལ་ག་རེ་ཟེར་ན། དགྲ་གཉེན་སྤྲོད་བའི་རྣམ་པ་དེ་འདྲ་བྱས་པ་རེད། དེ་ང་ཚོས་པར་རིས་དེ་ནས་གཅིག་བཟོས་པ་ཡིན་ན། སྲོང་བཙན་སྒམ་པོའི་ཕྱག་གནོན་རྟ་མགོ་ཅན་དེའི་སྟེང་ལ་ག་རེ་ཟེར་ན་རི་མོ་གཙོ་བོ་ཆེ་བ་གསུམ་གྱིས་གྲུབ་ཡོད་རེད། གཉིས་ག་རེ་རེད་བས་ཟེར་ན་དགྲ་གཉེན་འཇིང་པོའི་སྒང་རུ་ཁི་ཆའི་གྲངས་འབོར་ལྡང་ངེས་ཅིག་གཅིག་ག་རེ་ཟེར་ན་དགྲ་གཉེན་འཇིང་པོའི་སྟེང་རུ་ཁི་ཆའི་རྡོག་ནི་ལྡང་ངེས་ཅིག་ཡོད་རེད། དེ་ག་རེད་ཟེར་ན། སྲོང་བཙན་སྒམ་པོའི་ཆང་རྒྱན་གྱི་སྟེང་གི་དམིགས་བསལ་གྱི་སྒྲ་སྙན་སྒྲོན་གཏོང་གི་རྣམ་པ་དེ་རེད། དེའི་དཀྱིལ་དེ་ན་རི་མོ་ག་རེ་ཡོད་རེད་ཟེར་ན། མི་གཅིག་ཕྱུ་པ་སྟོད་མཐིང་གི་མ། བིས་བཅས་ར་བཟི་བཅས་གཡས་གཡོན་ནས་མི་གཉིས་ཀྱིས་སྐྱོར་བའི་རྣམ་པ་བཅས་ཡོད་རེད། ད་ང་ཚོས་དེ་རིང་བཤད་ཡས་གཙོ་དེ་ག་རེད་བསམ་དེའི་གཡས་གཡོན་གྱི་དགྲ་གཉེན་སྒྲོལ་ངན་རྣམ་པ་དེ་རེད། བྱས་ཙང་སྲུང་བཙན་སྒམ་པོའི་ཆ་འགན་དེའི་སྐོར་ལ་གསུང་ཚུལ་མང་པོ་ཅིག་ཡོད་རེད་དེ་ང་ཚོས། སྤྱིའི་ཆ་ནས་ག་རེད་ཟེར་ན་བཙན་པོའི་རྒྱལ་རབས་སྐབས་ནས་ཡིན་པ། བདེན་ངེས་ཐུབ་ཀྱི་ཡོད་རེད། དེས་མ་ཚད་དེའི་རི་མོའི་བཟོ་ལྟ་དང་རྣམ་པ་དང་དེའི་སྟེང་གི་ཆ་ལུགས་དེ་ཚོ་ལ་བལྟས་སོང་ན་བོད་རིགས་རང་གི་ཆ་ལུགས་དང་ཤིན་ཏུ་ནས་མཐུན་པོ་ཡོད་རེད། དེ་འདྲ་ཡིན་དུས་ཚ་ནས་ང་ཚོས་སྲུང་བཙན་སྒམ་པོའི་ཆང་རྐྱལ་སྟེང་གི་རི་མོ་དེ་ལས་བལྟས་ཡོང་དུས་སྲུང་བཙན་སྒམ་པོའི་སྐབས་ལ། དངོས་སུ་བོད་ལ་གྲབས་བསྙལ་དེ་དར་ནས་ཡོད་པས་མ་ཚད་གྲབས་བསྙལ་གྱི་དཀྲོལ་གཏོང་གི་རྩལ་དེ་ཤིན་ཏུ་ནས་ཚད་མཐོ་པོ་བཅས་སླེབས་ཡོད་པ་མཚོན་གྱི་ཡོད་རེད། ཡིན་ན་ཡང་དེང་སང་གི་གྲབས་བསྙལ་དང་མི་འདྲ་བར་སྲུང་བཙན་སྒམ་པོའི་སྐབས་ཀྱི་ཆང་རྐྱལ་དེའི་སྟེང་གི་རི་མོ་དེ་ལས་ག་རེ་ཡོད་རེད་ཟེར་ན། གྲབས་བསྙལ་གྱི་གསལ་འདེབས་དེ་ཤིན་ཏུ་ནས་ཆེན་པོ་བྱས་ཡོད་རེད་གཞན་པ་ཆ་ཚང་འདྲ་བོ་ཡོད་རེད། དེའི་ཐོག་ནས་ག་རེ་ཟེར་ན་སྲུང་བཙན་སྒམ་པོའི་སྐབས་ལ་བོད་ལ་འདྲ་མཉེན་གྱི་རྩལ་དེ་དྲོད་སྟོང་གི་རྩལ་ཚད་མཐོ་པོ་ཅིག་ལ་སླེབས་ཡོད་པ་དང་སྐབས་དེ་དུས་ནས་བོད་ལ་འདྲ་མཉེན་རྒྱུད་སྐུད་གཞི་ཅན་དེ་དར་ནས་ཡོད་པ་དེ་གསལ་པོར་མཚོན་ཐུབ་གི་ཡོད་རེད། དེ་ནང་བཞིན་ག་རེ་ཟེར་ན་ཏུན་ཧོང་གི་ལྡེབས་རིས་ཀྱི་ནང་ལོགས་ལ་ཡི་ག་རེ་ཡོད་རེད་ཟེར་ན། འདྲ་མཉེན་དྲོད་སྟོང་གི་རྣམ་པ་ཅིག་དོན་ཡོང་གི་ཡོད་རེད། ཏུན་ཧོང་ལྡེབས་རིས་ནང་ལོགས་ལ་ཐོན་པའི་དྲ་མཉེན་གྱི་བཟོ་བཀོད་དེ་ལྟར་སྲུང་བཙན་སྒམ་པོའི་ཆང་རྐྱེན་སྟེང་གི་དྲ་མཉེན་གྱི་བཟོ་བཀོད་དེ་ཆ་འདེགས་ཀྱི་ཡོད་རེད། ཆ་འདེགས་ཀྱི་ཡོད་པས་མ་ཚད་གཉིས་ཀའི་རྒྱུད་རྒྱུད་བཞི་ཅན་གྱི་དྲ་མཉེན་གཅིག་པ་ཡིན་པ་རེད། དེ་འདྲ་ཡིན་དུས་ཚ་ནས་བོད་ཀྱི་དྲ་མཉེན་དེ་ལོ་རྒྱུས་ཀྱི་འཕེལ་འགྱུར་རིང་མོའི་ནང་ལོགས་ལ་ག་རེ་ཟེར་ན་རིམ་བཞིན་ཐོག་མ་མེད་པ་ནས་ཡོད་པ་ཡོད་པ་ནས་དཀྲོལ་གཏོང་གི་ཚད་མཐོ་རུ་མཐོ་རུ་མཐོ་རུ་ཚད་མཐོ་རུ་ཕྱིན། དེ་འདྲ་བྱས་རྗེས་ད་ལྟའི་བར་དུ་མུ་མཐུད་མ་འཕེལ་འགྱུར་བྱུང་བའི་ཚུལ་གྱིས་ང་ཚོས་ཤེས་རྟོགས་བྱེད་ཐུབ་ཀྱི་རེད། དགའ་བདེའི་ཕོ་ཁྲོང་གི་དུས་སུ་བྱུང་བའི་མི་ཡི་རྣ་བའི་དགའ་སྟོན་འགུགས་པའི་ལྕགས་ཀྱི་ལས། ལེགས་པར་སྦྱར་བའི་སྐད་དུ་དང་བུ་ར་དང་མངའ་རིས་པ་རྣམས་ཀྱི་རྒོད་པོར་སྤྲོ་པ་ལ། རོལ་མོ་ཕྱི་ཡི་མིའི་ཞལ་གྲོགས་དུ་ཕྱོགས་ནས་སྒྲ་སྙན་ཞིག་པའི་མུས་དུས་དུས་རབས་བཅུ་བདུན་པའི་དུས་འགོར་ལ་རྩོམ་པ་རྒྱ་བིས་སྐབས་སུ་བྱུང་བར་གྲགས། འོ་ན་སྒྲ་སྙན་ལ་མིག་གི་འབོད་ཚིག་གཞན་གང་འདྲ་ཡོད་པ་དང་དེ་གང་འདྲ་བསྟན་གྱི་ཡོད་ཀྱི་རེད་ཟེར་ན།
ད་འོ་ན། པི་ཝང་ཟེར་ཡས་ཀྱི་མིང་དེའི་དོན་དག་ག་རེ་རེད་པས། ད་ལྟ་མངའ་རིས་ཀྱི་རྒྱུད་ལ་རྒོད་པོ་ཟེར་གྱི་ཡོད་རེད་དེའི་དོན་དག་ག་རེ་རེད་པས་ཟེར་ན། པི་ཝང་ཟེར་ཡས་འདི་ག་རེ་རེད་ཟེར་ན། གདངས་དབྱངས་ཀྱི་ཆ་ནས་བཏགས་པའི་མིང་ཅིག་རེད། གདངས་དབྱངས་ཀྱི་ཆ་ནས་བཏགས་པའི་མིང་ཡིན་པའི་རྒྱུ་མཚན་ག་རེ་རེད་པས་ཟེར་ན། སྒྲ་སྙན་དེ་ལས། རྫིང་ཁ་ལ་པགས་པ་གཡོགས་རྗེས་དེ་ཕག་ཚུགས་དཀྲོལ་བ་ཡང་མེད་ན་ཐན་པ་དེ་འདྲའི་བྱེད་དུས་ས་ནས་དབྱངས་དེ་ཝང་ཝང་ཝང་ཝང་ཝང་ཟེར་གྲགས་གཡུག་དུས་ས་ནས་ཏིམ་པི། གཡོགས་ནས་དབྱངས་ཝང་ཝང་དུ་གྲགས་པ་ལ་པི་ཝང་ཟེར་ཏེ་ཏིམ་པི་ཟེར་ན་མངའ་རིས་ཀྱི་རྒྱུད་གནའ་བོའི་བོད་ཀྱི་སྐད་ལ་ག་རེ་ཟེར་ཡོད་རེད་ཟེར་ན། ལྡེམ་རིག་ཟེར་ན་པགས་རིགས་དོན་དག་རེད་པགས་པའི་རིགས་ཀྱི་དོན་དག། པགས་པ་གཡོགས་རྗེས་གཡང་འོང་འོང་དུ་གྲགས་མཁན་ལ་པི་ཝང་ཟེར་བཏགས་པ་རེད། ད་འོ་ན་གྲབ་གཉན་གྱི་མིང་ལ་དེང་སང་ངག་རིག་རྒྱུད་ལ་ག་རེ་ཞུགས་ཡོད་རེད་ཟེར་ན་གོས་བོ་ཟེར་ཟིག་ཡོད་རེད་གོས་བོ་ཟེར་དགོས་པའི་རྒྱུ་མཚན་ག་རེ་ཡིན། འོ་ན་ངག་རིག་ས་ཆ་ཁག་ཅིག་ལས་གོ་བོ་ཟེར་ཡོད་རེད། གོ་བོ་ཟེར་དགོས་པའི་རྒྱུ་མཚན་ག་རེ་ཡིན། དེའི་སྟེང་ལ་ང་ཚོས་བསམ་བློ་ཞིག་བཏང་ཡིན་ན། ལུས་རྒྱུད་ཡིག་ཚང་ནང་ལོགས་ལ་གོ་བོ་དང་གོད་པོ་གཉིས་ཀ་དོན་ཡོང་གི་ཡོད་མ་རེད། མི་འདུས་ཚར་ནས་ང་ཚོ་བོད་རིགས་ཀྱི་བཤད་སྲོལ་ལ་དམངས་ཁྲོད་ཀྱི་བཤད་སྲོལ་ལ་ག་རེ་ཡོད་རེད་ཟེར་ན། རྒྱལ་པོས་བཏང་ན་དཔུན་བོ་དང་སྤྲང་པོས་བཏང་ན་ཙེ་ཙེ་ཟེར་ཏེ་དཔུན་བོ་འདི་ཙེ་ཙེ་ཟེར་ན་དོན་དག་ཅིག་ཡིན་པ། དེ་ནང་བཞིན་ག་རེ་ཟེར་ན། གོང་རིམ་གྱི་གཞུང་ཕྱོགས་ཀྱི་མིང་ལ་དཔུན་བོ་ཟེར་གྱི་ཡོད་པ་ཡིན་ན་དམངས་ཁྲོད་ལ་བཤད་སྲོལ་ལ་ག་རེ་ཟེར་ན་གོད་བོ་ཟེར་གྱི་ཡོད་པ་དེ་འདྲ་ཅིག་ང་ཚོས་སྤྱིའི་ཆ་ནས་རེག་ཐེག་བྱེད་ཐུབ་ཀྱི་ཡོད་རེད། ད་འོ་ན་རྒོད་པོ་ཟེའི་དོན་དག་ག་རེ་རེད་བ་ཟེར་ན་རྒོད་པོ་ཟེ་ཟུར་ན་བོད་ཀྱི་གནའ་བོའི་སྐད་ག་རེ་ཡོད་རེད་ཟེར་ན་བོད་རིགས་ཀྱི་མང་ཚོགས་ལ་མི་རྒོད་པོ་ལྟ་རྒོད་པོ་བྱ་རྒོད་པོ་རོལ་ཆ་རྒོད་པོ་ཟེར་ད་རྒོད་པོ་ཟེར་མཁན་འདི་ག་རེད་ཟེར་ན་དོན་དག་མང་པོ་ཅིག་ལ་འཇུག་གི་ཡོད་རེད་དོན་དག་གཙོ་བོ་ག་རེ་སྟོན་གྱི་ཡོད་རེད་ཟེར་ན་མིའི་ངོས་ནས་གཞིས་ཆགས་བཞག་སོང་ན་དྲག་པོ་གཡུལ་གྱི་ལས་ཀ་བྱེད་ཡིན་ལ་རྒོད་པོ་ཟེར་གྱི་ཡག་རེད། རྒོད་པོ་དཔུང་བསྒྲིགས་ནས་གཡུལ་བཤམས་ཟེར་ཡས་དེ་འདྲའི་དོན་ཡོང་གི་ཡག་རེད་ཡུལ་དུས་ཚར་ནས་རྒོད་པོ་ཟེར་ན་དྲག་པོ་གཡུལ་གྱི་ལས་ཀ་བྱེད་མཁན་དེ་ལས་རྒོད་པོ་ཟེར་གྱི་ཡག་རེད་ད་འོ་ན་རྒོད་པོ་ཟེར་མཁན་དེ་རོལ་ཆ་དེའི་མིང་ལ་གུ་འདྲེ་ཟེར་དོགས་པ་ཡིན་ན་ཟེར་ན། དྲག་པོ་གཡུལ་གྱི་ལས་ཀ་བྱེད་མཁན་གྱི་དམག་མི་དེ་ཚོའི་མཚོན་ཆ་མདའ་གཞུ། མཚོན་ཆ་མདའ་གཞུ་ལས། དགྲ་གཉེན་དེ་ཚོའུ་ཡུངས་འདུས་ཚར་ནས། རྒོད་པོའི་ལག་ཆ་མདའ་གཞུ་ལས་འཕེལ་འགྱུར་བྱུང་བའི་རོལ་ཆ་དེའི་མིང་ལ་ང་ཚོས་རྒོད་པོ་ཟེར་བཏགས་པ་རེད། དེ་ག་རེད་ཟེར་ན་རྒོད་པོ་ཟེར་མཁན་མིང་དེའི་བྱུང་ཚུལ་ཞིག་རེད། ད་དེ་དང་འབྲེལ་བ་བྱས་རྗེས་ང་ཚོས་འོ་ན། དགྲ་གཉེན་གྱི་མིང་གཞན་པ་ཡོད་ན་མིན་ན། འོ་ན་རྒོད་པོ་དང་གོ་བོ་ཟེར་ཡན་དེའི་དོན་དག་ག་རེ་ཡིན། གྲབས་གཉེར་དེ་འཕེལ་འགྱུར་དེ་ག་འདྲས་སུ་ཕྱིན་ཡོད་ན་མུ་མཐུད་བསམ་བློ་བཏང་བ་ཡིན་ན། འོ། གྲབས་གཉེར་ལ་རྒོད་པོ་དང་གོ་བོ་ཟེར་དེ་འདྲས་སུ་མིང་དེ་གཉིས་ཡོད་པ་དེ་རྒོད་པོ་དེ་གཅིག་ནས་ག་རེ་ཟེར་ན་བྱ་རྒོད་པ་ལ་གོ་གི་ཡོད་རེད། གོ་བོ་དང་རྒོད་པོ་དང་བྱ་རྒྱལ་ཁྱུང་དེ་ཚོ་ཆ་ཚང་རྒོད་ཀྱི་རིགས་སུ་གཏོགས་ཡོད་དུས་ཚར་ནས་འོ་ན་ཁྱུང་དང་རྒོད་དེ་ལས་བོད་རིགས་མང་ཚོགས་ཀྱི་གུན་ཁྲན་གྱིས་བརྩིགས་ཡོད་རེད་ཟེར་ན། སྟག་རིག་དད་མོས་ཀྱི་ངོ་ནས་བཤད་ན་གནའ་བོའི་བོད་རིགས་ཀྱི་ཁྱུང་ལ་དད་པ་བྱེད་ཡག་གི་ལོག་སྲོལ་ཡུལ་དུས་ཚར་ནས། གཅིག། སྒྲ་སྙན་གྱི་མིང་དེ་དང་བོད་ཀྱི་གནའ་བོའི་སྟག་རིག་དད་མོས་ཀྱི་ལོག་སྲོལ་དེ་མཉམ་པོ་འདྲེས་ནས་བསྡད་ཡོད་རེད་བྱས་ཙང་སྒྲ་སྙན་དེ་མིང་ལ་དགོས་པོ། གཉིས་ནས་ཆ་བཞག་སོང་ན། དྲག་པོ་གཡུལ་གྱི་ལས་ཁ་ལ་ཞུགས་མཁན་གྱི་རྒོད་པོའི་ལག་ཆ་དེ། དལ་ཞུགས་ལས་བྱུང་བ་ཡིན་དུས་ས་གནས་དལ་ཞུགས་དེ་ནས་ཚུར་འཕེལ་རྒྱུགས་བྱུང་བའི་རེ་ཆ་དེའི་མིང་ལའང་གོ་བོ་སི་དེ་འདྲས་སི་བཏགས་པ་རེད། ད་འོ་ན། གོ་བོ་སི་ཡས་དེང་སང་ང་ཚོས་བཤད་པའི་གོ་བོ་དེ་ག་རེ་རེད་བས་ཟེར་ན་དགྲ་གཉེན་གྱི། མིང་དེ། དགྲ་གཉེན་གྱི་དབུ་བརྙེས་ཀྱི་ཆ་ནས་བཤད་ཡོད་རེད་དབུ་བརྙེས་ཟེར་ན་དགྲ་གཉེན་གྱི་གོ་བོ་གི་གཟུགས་བརྙན་དེ་ཆ་ཤན་ཆ་བཤད་ཡོད་རེད། གོ་བོ་གི་གཟུགས་བརྙན་དེ་ག་རེ་ཟེར་ན་དེའི་སྒེང་ལ་ཁྱུང་གི། རྣམ་པ་དེ་མའང་བྲིས་ཡོང་གི་ཡོད་རེད་ཁྱུང་གོ་གི་རྣམ་པ་དེ་བྲིས་ཡོང་དུས་ས་གནས་ང་ཚོས་དེ་ལས་གོ་བོ་སི་ཡོད་རེད། ད་འོ་ན། ཁྱུང་གི་སྐུ་བརྙན་སྦྱར་ཡས་འདི་ག་འདྲས་སུ་བྱུང་བ་རེད་ཟེར་ན། གཙང་མཁར་ཁའི་ཡུལ་གྱི་དམངས་ཁྲོད་ཀྱི་བཤད་སྲོལ་བྱུང་བ་རེད་བཤད་སྲོལ་ལ་ག་རེད་ཟེར་ན། ཡུལ་ཤིན་ཏུ་ནས་མཛེས་སྡུག་ཉམས་དགའ་བ། མཐའ་ལ་གངས་རིས་བསྐོར་བ་རྩེ་མོ་གངས་རི་ཡིན་པ་བར་ཐག་སྤང་རི་ཡིན་པ་ནགས་ཚལ་གྱིས་བརྒྱན་པ། རིའི་རྩ་བ་ལ་མཚོ་དང་མཚེའུ་གྱིས་བརྒྱན་པ་དེའི་བ་རུ་ལ་ཁ་རེས་ན་འབྲི་ཡ་ནུ་རུ་ལ་སོགས་པ་ཅི་དགར་རེ་བ། མི་རྣམས་བདེ་ཞིང་སྐྱིད་པའི་ཡུལ་སྐྱིད་པོ་དེ་འདྲའི་ཆེ་ན་མཚོའི་རྒྱལ་མོ་མ་འཕངས་ཡོངས་རྫོགས་དང་རིའི་རྒྱལ་པོ་གང་ག་ཏི་སི་ཡོད་ཨ་རེད། དེ་དང་མཉམ་པོ་ག་རེས་ན་ཉིང་ཅིག། རིའི་རྒྱལ་པོ་གང་ག་ཏི་སིའི་ཉེ་འཁོར་གྱི་རི་བོ། སེང་ནས་ག་རེས་ན་བྱ། ཀྱི་རྒྱལ་པོ་བྱ་རྒྱལ་ཁྱུང་རྒོད་ཅིག་འཕུར་ཡོང་བྱས་ག་རེ་བྱས་པ་རེད་ཟེར་ན། དེས་ནགས་ཚལ་གྱི་བ་རུ་ལ་ཡོད་པའི་སྤྲ་སྤྲུག་གི་ཚོ་བ་དེ་ལ་འཕུར་བྱས་དེའི་ནང་ནས་སྤྲི་ཕྲུག་ཅིག་ཞེ་སྣང་དང་དངངས་སྐྲག་གིས་རྐྱེན་བྱས་བྱས་ག་རེ་ཟེར་ན་ཤིང། གླང་མའི་ཡལ་གའི་སྒེང་ནས་ཤིང་སྟག་པའི་ཡལ་གའི་སྒེང་ལ་མཆོངས་ཕྱིན་པ་རེད། མཆོངས་འགྲོ་དུས་ཚར་ནས་དཀྲིས་འཁྲུགས་དེའི་རྒྱུ་མ་གཅིག་ག་རེད་ཟེར་ན་ཤིང་སྟག་པའི་ཡལ་ག་ཆག་རུལ་ཅིག་ལས་ཁོན་རྗེས། དེའི་འཁྲིས་ཀྱི་ཆུའི་ནང་ལོགས་ལ་མ་འཚོས་ནང་ལ་མ་ཟགས་པ་རེད། ཟགས་དུས་ཚར་ནས་ཤིང་གི་ཡལ་ག་ཁབ་རག་གཉིས་ཀྱི་བ་རུ་ལ་དཀྲིས་འཁྲུགས་ཀྱི་རྒྱུ་མའི་རྒྱུན་འདི་ཕ། འཁོན་བཅས་བསྡད་བཅས་དཀྲིས་ཕྲུག་འདི་ཚོའི་ནང་ལ་མ་ཟགས་དུས་ཚར་ནས་དེའི་འོག་ལ་ཕྱོགས་བགྲོད་ཀྱི་ལང་ཀ་དེ་འདྲས་ཡོད་རེད་སྲིད་ཕྱུགས་འགྲོ་སའི་ལང་ཀ་དེ་འདྲས། དེ་ཚོས་མང་པོ་འགྲོ་དུས་ཕྱུགས་རིགས་དེའི་འོག་ལ་ཕག་ཚོ་འགྲོ་དུས་ཚར་ནས་ཕྱུགས་རིགས་ཀྱི་འབྲི་གཡག་དང་འབྲོང་གཡག་དེ་ཚོའི་ར་སྒོག་གི་རྩེ་དེ་ཚོ་ཤིང་གི་རྩེ་གཉིས་ཀྱི་བ་རུ་ལ་ཡོད་པའི་སྤྲེའུ་གི་རྒྱུ་མ་དེ་ལས་འདར་བཅས་དབྱངས་ཝང་ཝང་ཟེར་གྲག་གི་ཡོད་རེད་སྲིད། འབྲི་གཡག་ནུར་ལུག་མང་པོ་ཅིག་འབྲུ་དུས་ཚར་ནས་ག་རེ་ཟེར་ན། དེའི་སྒྲ་དེ་ལུ་གུ་རྒྱུད་དུ་བྱུང་བ་རེད། གཅིག་ལས་གཅིག་འཕྲད་ཀྱི་སྒྲ་མང་པོ་ཅིག་འབྲེལ་སྒྲའི་ཁ་ལ་ཡོང་དུས་ཚར་ནས། དེ་ནི་མི་རྣམས་ཀྱིས་བློ་སྒོ་ཕྱེས་པ་རེད། བློ་སྒོ་ཕྱེས་བྱས་ག་རེ་ཟེར་ན་གནས་ཚུལ་དེ་ལས་དྲན་གསོ་བྱེད་ཡས་ཀྱི་ཆེད་དུ། ག་རེ་བྱས་པ་རེད་ཟེར་ན། མཚོན་ཆ་ཟླ་ཤུལ་རྣམ་པ་ཅན་གྱི་པི་ཝང་དེའི་རྩེ་མོ་དེ་རུ་བྱ་རྒྱལ་ཁྱུང་རྒོད་ཀྱི་བཟོ་ལྟ་དེ་མ་དབུ་བརྙེས་དེ་མ་བརྐོས། དེ་ནས་ག་རེ་ཟེར་ན། སྒྲ་མཉན་དཀྱུས་པ་དེ་ལས་ག་རེ་བཏང་ང་རེད་པས་ཟེར་ན། སྤྲེའུ་གི་རྒྱུ་མ་དེ་ནང་བཞིན་ག་རེད་ཟེར་ན། ར་ལུག་གི་རྒྱུ་མའི་རྒྱུན་དེ་མ་འཐེན་རྗེས། རྒྱུ་མ་དེ་མ་བཏང། བཏང་རྗེས་ག་རེད་ཟེར་ན། སྒྲ་མཉན་གྱི་གའི་ཚུལ་དེ་ལས་ག་རེ་བཞག་རེད་ཟེར་ན། སྤྲེའུ་གི་ཟོག་པོ་མཚོའི་ནང་ལ་ཟགས་པའི་རྣམ་པ་བྱས། སྤྲེའུ་གི་རྐང་པ་དེ་འདྲས་འདས་པའི་རྣམ་པ་ཅིག་དགྲ་གཉེན་གྱི་སྒ་དེའི་རྣམ་པ་བྱས། དེ་འདྲས་བྱས་རྗེས་ག་རེ་ཟེར་ན། དགྲ་གཉེན་གྱི་སྐབས་དེ་དུས་བྱུང་བའི་གནས་ཚུལ་དེ་ལས་དྲན་གསོ་བྱེད་ཀྱི་ཆེད་དུ་རྩེད་མོ་བྱ་རྒྱལ་ཁྱོང་དགོས། དེ་ནས་ག་རེ་ཟེར་ན་རྒྱུ་མའི་རྒྱུན་དྲངས་རྗེས་དགྲ་གཉེན་གྱི་མིང་ལ་ཡི་ག་རེ་ཟེར་ན། ཕུ་ཤིང་བཏགས་པ་དང་མོ་ཤིང་བླངས་མ། བྱ་རྒྱལ་ཁྱུང་གོས་ཀྱི་དབུ་བརྙན་མདུན་རུ་སྦྱར་བཅས། གནས་ཚུལ་དེ་འབྲེལ་ཅིག་ལས་དྲན་གསོ་བྱས་བྱས་པ་རེད། བྱས་ཙང། བྱ་རྒྱལ་ཁྱུང་གོས་ཀྱི་གཟུགས་བརྙན་དེ་སྒྲ་བརྙན་གྱི་མགོ་བོ་རུ་སྦྱར་ཡོང་དུས་ཚར་ནས་གནས་ཚུལ་དེ་འབྲེལ་ཅིག་ལས་དྲན་གསོ་བྱས་བྱས་འདུག་སྦྱར་བ་རེད། སྦྱར་ཙང། མདའ་གཞུའི་རྣམ་པ་ཅན་གྱི་སྒྲ་བརྙན་དེ་ཡིས་རིམ་བཞིན་དེང་སང་གི་ང་ཚོས་མིག་གིས་མཐོང་རྒྱུ་ཡོད་པའི་སྒྲ་བརྙན་གྱི་རྣམ་པ་དེ་འབྲེལ་ཅིག་ལས་ཚུར་གྱུར་བ་རེད། བྱས་ཙང་དེ་དུས་འགྲམ་ཉལ་གྱི་སྒོ་དེ་ན་ག་རེ་ཡོད་རེད་ཟེར་ན་ཁྱུང་གི་གོ་ཡ་རེད་ཟེར། ད་འོ་ན། རྒོད་པོ་ཟེར་ཡས་ཀྱི་མིང་དེ་གཅིག་ནས་འགྲམ་ཉལ་གྱི་བྱུང་ཚུལ་གྱི་ཆ་ནས། དྲག་པོ་གཡུལ་གྱི་ལས་ཀ་ལ་ཞུགས་མཁན་གྱི་རྒོད་པོའི་ལག་ཆ་དེ་ཚོས་རྒོད་པོ་ཟེར་དུས་འགྲམ་ཉལ་གྱི་མིང་ལ་བཏགས་པ་ཅིག་གཉིས་ནས་ག་རེ་ཟེར་ན་སྐབས་དེའི་གནས་ཚུལ་དེ་འདྲའི་ཅིག་ལས་དྲན་གསོ་བྱས་རྗེས་དེ་ནི་འགྲམ་ཉལ་གྱི་མིང་ལ། ཁྱུང་རྒོད་ཀྱི་སྐུ་བརྙན་ཨུ་བརྙན་དེ་ཡོད་པའི་རྐྱེན་བྱས་རྗེས་ག་རེད་ཟེར་ན་དགྲ་གཉེན་གྱི་མིང་ལ་རྒོད་པོ་ཟེར་བཏགས་པ། ད་འོ་ན། དགྲ་གཉེན་གྱི་མིང་ལ་རྒོད་པོ་ཟེར་ཡས་དེ་མུ་མཐུད་ག་འདྲས་སུ་འཕེལ་འགྱུར་བྱུང་ཡོད་རེད་ཟེར་ན། མུ་མཐུད། ཆོས་བརྒྱུད་མི་འདྲ་བའི་འཕེལ་འགྱུར་ལ་བརྟེན་རྗེས་འཕེལ་འགྱུར་བྱུང་ཡོད་རེད་དེ་ཡི་གཞུག་ལ་མུ་མཐུད་ང་ཚོ་མ་ཞུ་ཡིན་བྱས་ཙང་དགྲ་གཉེན་གྱི་མིང་ལ་རྒོད་པོ་ཟེར་ཡས་བྱུང་ཚུལ་དེ་དེ་འདྲས་བཤད། ད་འོ་ན་རྟ་མགོ་ཟེར་ཡས་དེ་ག་འདྲས་སུ་བྱུང་རེད་ཟེར་ན་ལོ་རྒྱུས་ཀྱི་འཕེལ་འགྱུར་བརྒྱུད་རིམ་གྱི་ནང་ལོགས་ལ། མིའི་རིགས་ཀྱིས་ག་རེ་ཟེར་ན་རྟའི་རིགས་ལ་བརྩི་འཇོག་བྱས་དང་རྟའི་རིགས་ལ་སྣང་ཆེན་བྱས་གཙིགས་ཆེན་བྱས་ཀྱི་གནས་ཚུལ་དེ་འདྲའི་དོན་ཡོང་དུས་ཚ་ནས་རིམ་བཞིན་ག་རེ་ཟེར་ན་དགྲ་གཉེན་གྱི་དབུ་བརྙན་ཁྱུང་རྒོད་ཀྱི་རྣམ་པ་ཅན་དེ་ནས་མུ་མཐུད་ག་རེ་ལ་འཕེལ་འགྱུར་བྱུང་བ་རེད་ཟེར་ན་དགྲ་གཉེན་གྱི་དབུ་བརྙན་ལ་རྟའི་གོ་བྱ་རེད། དགྲ་གཉེན་གྱི་སྒོ་དེ་ལྟའི་སྒོ་སྦྱར་ཡས་ཀྱི་ལོག་སྲོལ་དེ་འདྲའི་བྱུང་བ་རེད། ད་དེ་ནང་བཞིན་གྱི་མི་སོ་སོའི་མི་རིགས་སོ་སོའི་རྟགས་རིགས་དད་མོས་མི་འདྲ་མི་རིགས་སོ་སོའི་དད་མོས་མི་འདྲ་ལ་བརྟེན་བྱས་ག་རེ་ཟེར་ན་དགྲ་གཉེན་གྱི་སྒོ་ལ། ཁྱུང་གི་སྒོ་སྦྱར་ཡས། རྟའི་སྒོར་སྦྱར་ཡས་དེ་ནང་བཞིན་འབྲུག་གི་སྒོ་སྦྱར་ཡས་དེ་ནང་བཞིན་ག་རེ་ཟེར་ན། དེ་ཆུ་སྲིན་གྱི་གོ་ཆར་ཡས་དེ་ནང་བཞིན་ནུ་བོ་མེ་འབར་གྲི་ཡས་ལ་སོགས་པའི། སྣང་ཚུལ་མི་འདྲ་བ་མང་པོ་ཅིག་བྱུང་བ་རེད། དེ་འདྲའི་ཅིག་ལས་རྐྱེན་བྱས་རྗེས་ག་རེ་ཟེར་ན་གྲབས་ཉལ་གྱི་མིང་ལ་ཡང་དབྱེ་བ་མང་པོ་ཞེ་པོ་ཅིག་བྱུང་རྗེས་གྲབས་ཉལ་རྒོད་པོའོ། གྲབས་ཉལ་རྟ་མགོའོ། གྲབས་ཉལ་འབྲོང་མགོའོ། གྲབས་ཉལ་ཆུ་སྲིན་གོ་གྲབས་ཉལ་ནུ་བོ་མེ་འབར། དེ་ནང་བཞིན་མུ་མཐུད་འཕེལ་རྒྱས་ཕྱིན་རྗེས་དེང་སང་ང་ཚོས་མཐོང་རྒྱུ་ཡོད་པའི་གྲབས་ཉལ་དེ་ཚོ་ག་རེ་ཟེར་ན། གྲབས་ཉལ་འཇམ་གཟུགས། དབུ་བརྙན་ནང་ལོགས་ལ་འདྲ་མི་འདྲ་མེད་པར་ཤིང་ལེབ་ལས་བྱས་འདུག་ས་ནས་དེ་ལས་འདྲ་མཉན་འཇམ་གཟུགས་ཟེར་ཡ་རེད། ད་འདྲ་མཉན་གྱི་མིང་དེ་དེ་འདྲའི་ཟེར་མ་བྱུང་རྗེས། དབུ་བརྙན་མི་འདྲ་ལ་བརྟེན་རྗེས་མིང་མི་འདྲ་བ་དེ་འདྲས་ཟེར་ཡོང་གི་ཡ་རེད། འདྲ་མཉན་གྱི་མིང་ལ་དཔའ་བོ་དང་རྒོད་པོ་རྟ་མགོ་སོགས་ཟེར་ཞིང་གཡུང་དྲུང་བོན་སྤྱི་དང་མཉམ་དུ་ཁམས་པ་ཕྱི་བཞིན་ཕྱི་རྒྱུད་ནས་མི་རིགས་གཞན་དང་ས་ཁུལ་གཞན་ལ་ཕར་དར་བ་དང། དུས་བཞི་སུ་ནང་པ་ཚོང་ཆུའི་ཆུ་ལུད་བོད་ལ་དར་བ་དང་མཉམ་དུ་ལྷ་ཡོངས་མུན་གྱི་འབོད་ཚིག་དེ་དག་བོད་དུ་ཚུ་དར་ཡོད་པ་རེད་འོ་ན་རིག་གནས་གདུགས་དར་གྱི་ལྷུང་ཚུལ་དབུ་ལ་སྒྲ་སྙན་གྱི་མིང་གི་འབོད་ཚིག་དེ་ལ་འགྱུར་བ་ཅི་འདྲ་བྱུང་ཡོད་ཀྱི་རེད་ཟེར་ན། སྒྲ་སྙན་རྒོད་པོ་དང་སྟག་མགོ་དེ་མུ་མཐུད་ཆུ་རྒྱུས་མི་འདྲ་བ་དང་ཆུ་རྒྱུས་མི་འདྲ་བ་ལ་བརྟེན་བྱས་འཕེལ་རྒྱས་འགྲོ་བའི་བརྒྱུད་རིམ་ནང་ལོགས་ལ། རྒོད་པོ་ཟེར་ཡས་དེ་རིམ་བཞིན་ག་རེ་ཟེར་ན། ཁ་འབབ་ཆུ་བཞི་ནས། གླང་ཆེན་ཁ་འབབ་དང་རྨ་བྱ་ཁ་འབབ་གཉིས་ཀྱི་ཆུ་རྒྱུད་ལ་རིམ་བཞིན་འཕེལ་འགྱུར་འགྲོ་བའི་བརྒྱུད་རིམ་ནང་ལོ་ལ་གླང་ཆེན་ཁ་འབབ་དང་སེང་གེ་ཁ་འབབ་ཀྱི་ཆུ་རྒྱུད་ལ་འཕེལ་འགྱུར་བྱུང་བའི་གྲབས་གཉན་དེ་ག་རེ་ཟེར་ན་གཙོ་བོ་གྲབས་གཉན་རྒོད་པོ་དེ་འཕེལ་འགྱུར་བྱུང་ཡོད་རེད། རྨ་བྱ་ཁ་འབབ་ཀྱི་ཆུ་རྒྱུད་ལ་གཙོ་བོ་གྲབས་གཉན་ག་རེ་ཟེར་ན་རྟ་མགོ་དེ་འཕེལ་འགྱུར་བྱུང་ཡོད་རེད། ད་འོ་ན་གྲབས་གཉན་རྒོད་པོ་དེ་འཕེལ་འགྱུར་འགྲོ་བའི་བརྒྱུད་རིམ་ནང་ལོ་ལ་གྲབས་གཉན་གྱི་མིང་དེ་ག་འདྲས་སུ་འགྱུར་བ་བྱུང་ཡོད་རེད་ཟེར་ན་རྒོད་པོ་ཟེར་ཡས་དེ

སྲིན་ལག་གཡུག་འདུས་ཚར་ནས་དེ་གྲོགས་པོ་ལགས་ཟེར་ན་ག་འདྲས་བྱེད་གི་ཡོད་རེད་ཟེར་ན་ར་གོ་ད་པོ་ཟེར་ངས་དེ་ཡང་གོ་རྐྱང་གོ་གི་གྱོགས་པོ་ལགས་གཡུག་འདུས་ཚར་ནས་གོ་ཐ་ར་སི་བྱེད་གི་ཡོད་རེད་གོ་ཐ་གོ་ཐ་ར་གོ་ཐ་པོ་གོ་ཐ་གོ་ཐ་ར་གོ་ཐ་པོ་ར་གོ་ཐ་ར་གོ་ཐ་ར་གོ་ཐ་པོ་ར་གོ་པོ་གོ་ཐ་པོ་ར།

དར་ཟེར་ཡས་སུ་འགྲོ། རྒོད་ཟེར་ཡས་སུ་འགྲོ། དེ་འདྲས་ཀྱི་མིང་མང་པོ་ཅིག་གྱུར་རྗེས་འཛམ་བུ་གླིང་གི་ས་ཕྱོགས་མང་གི་ཅིག་ལས་ཕི་རྒྱུ་ཕྱིན་ཡག་རེད། རྒོད་ཟེར་ངས་རྒོད་པོ་ཟེར་ཏེ། དེ་ལས་བརྟེན་རྗེས་ང་ཚོས་རྒོད་པོ་དང་ཁོ་བུ་ཟེར་དང་ཧོ་བུ་ཟེར་དང་ཟེར་ཡས་མིང་མང་པོ་ཅིག་བྱུང་ཡག་རེད། ད་འོ་ན་དེ་འདྲས་སྲིད། དཔང་རྟགས་ག་རེ་ཡོད་རེད་པས་ཟེར་ན་ང་ཚོས་དཔང་རྟགས་གནའ་བོའི་ཀློག་ལ། དཔེར་ན། སྤུ་རྒྱལ་ཟེར་ཡས་ལ་ས་སྤུ་ཡས་ཟེར་ཡག་རེད། ས་བབ་དང་དཔའ་ཞུ་ཆུ་སྤུ་ལ་ས་སྤུ་ཟེར་ཡག་རེད་ས་སྤུ། ངོ། གསར་བུ་ཟེར་གྱི་ཡོད་ན། དེ་ནང་བཞིན་འགྲོ་མགོན་ཆོས་རྒྱལ་འཕགས་པ་ཟེར་གི་ལ་ཧ་བ་ཁ་སི་པ་ཟེར་དུས་ཚར་ནས་གནའ་བོའི་བློ་ལ། བརྩེགས་ཏོག། ཡང་མེད་ན་སྔོན་ཆད་ཡང་གསུམ་ཁ་བྲལ་ནས་ཀློག་གི་ཡོད་པ་དེ་འདྲའི་ཅིག་ལས་བསྟན་བྱའི་མགོ་བོ་ཟིང་ངན་དེའི་གནའ་བོའི་བློ་ལ། ར་སྒོ་ད་པོ་སྒོ་ད་སྒོ་ད་པོ་སྒོ་དར་ཟེར་དུས་དེ་འདྲས་སུ་འཕེལ་འགྱུར་ཕྱིན་རྗེས། སེང་གེ་གོས་བབས་དང་གླང་ཆེན་གོས་བབས་ཀྱི་ཆུ་རྒྱུས་ལ། གྲམ་ཉའི་རིགས་མི་འདྲ་མང་པོ་ཅི་ཡོད་པ་དེ་ཚོའི་མིང་མང་ཆེ་བ་ལ་གོས་པོ། གོས་དར། ཧོ་བུ་སེ། ཁུ་བུ་སེ། དེ་ནང་བཞིན་གྱི་གུས་དར། དར། སེ་ཡའི་གནས་ཚུལ་དེ་འདྲའི་ཅིག་བྱུང་ཡོད་རེད། ད་འོ་ན་རྨ་བྱ་གོས་བབས་ཀྱི་ཆུ་རྒྱུས་ལ་གྲམ་ཉའི་དེ་ཕི་རྒྱུ་རྟ་མགོ་ཅན་གྱི་གྲམ་ཉའི་དེ་ཕི་རྒྱུ་ཕྱིན་རྗེས་ག་རེ་ཟེར་ན་རྟ་མགོ་སེ་ཡ་དེ་ང་ཚོས་གནའ་བོའི་གློག་ལ་ག་རེ་གློག་ཡོང་གི་ཡོད་རེད་ཟེར་ན་ར་རྟ་མང་པོ་སེ་གློག་ཧུག་ཡོད་རེད། ར་རྟ་མང་པོ་དེ་གཡང་འགོག་གཡང་འགོག་གི་གློག་རྡུལ་ཚ་ནས་ར་ཏི་རྒྱབ་ལོགས་རུ་སླེབས་རྗེས་ག་རེ་ཆགས་འགྲོ་གི་ཡོད་རེད་པས་ཟེར་ན། ར་ཏི་མ་འགོག་ར་ཏི་མ་འགོག་ཟེར་དུས་ཚ་ནས་རྟ་འགོག་ར་ཏི་རྒྱབ་ལོགས་རུ་སླེབས་དུས་ཚ་ནས་རྟ་འགོག་ར་ཏི་ཟེར་ཡས་དེ་ཅུང་ཟད་ག་རེ་ཟེར་ན་སྒྲ་དེ་བསྒྱུར་རྗེས་སྒྲ་ཟུར་ཆགས་རྗེས། རྟ་འགོ་ར་རྟ་འབུ་ར་ཟེར་ངན་གྱི་མིང་དེ་འདྲས་ཟེར་མ་ཆགས་འགྲོ་གི་ཡོད་རེད། ཕྱག་དྲུག་གི་ཡུལ་དུས་ཚར་ནས་ག་རེ་ཟེར་ན། བོད་ཀྱི་སྲོལ་རྒྱུན་གྱི་གྲབས་གཉན། རྟ་མགོ་ཅན་དང་རྒོད་པོ་ཅན་དེ་གཉིས་ཆུ་རྒྱུས་མི་འདྲ་བ་ལ་འཕེལ་རྒྱས་འགྲོ་བའི་བརྒྱུད་རིམ་ནང་ལོགས་ལ། མིང་དེའང་རིམ་བཞིན་གྲབས་གཉན་རྒོད་པོ་དང་གྲབས་གཉན་རྟ་མགོ་སྟེ་མི་རིགས་གཞན་གྱི་སྐད་ལ་འཕགས་བོད་སྐད་ནས་ཟུར་ཆག། སླར་ཡང།